དེ་ནི་སྒོ་མང་མ་དག་ནས་སྐྱབས་འགྲོ་དང་སེམས་བསྐྱེད་གཉིས། འོ་ད་ཇི་ཟིན་ནོ་དེ་གསུངས་པ་སོང་ད་སྒོ་མ་མ་དག་སྐྱབས་འགྲོ་བོ་དེ་ནི། དུས་འདི་ནས་བཟུང་སྟེ་དེ་ནས་ཇི་སྲིད་སངས་རྒྱས་ཀྱི་སྐུ་ཕུང་མ་ཐོབ་ཀྱི་བར་དུ་དེ་ནི་སངས་རྒྱས་ཆོས་དགེ་འདུན་བླ་མ་ཡི་དམ།

ཨོ་དེ་ནས་སྐྱབས་འགྲོ། སྟེང་ནས་དེ་ནས་སེམས་བསྐྱེད། ཨོ་ད་སེམས་ཅན་ཐམས་ཅད་དེ་ཁྱེད་དེ་ནས་ང་རང་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་ཞེས་འདུག་དེ་ནས་དེས།

གཡུང་དྲུང་རྒྱལ་མཚན་ད་ཨ་ཁུ་གཡུང་དྲུང་རྒྱལ་མཚན་དང་དེ་ནས་ཨ་ནེ། ཁོང་ཡང་ཧྲིལ་མོ་དེ་ནས་ཁྱུང་ཚ་བ་དྲན་ཟེར་གི་གཉིས་ད་ད་ས་ཁོང་འཇུག་ས་ཡི་ཡུལ་སྐྱ་ང་རྩ་ཟེར་ས་སླེབས་སྐྱག་དེ་ནས་དེར་སླེབས་པ་ཅིག་དེ་ནས་ཁོང་ནས་མ་རྒྱ་ལ་བྱོས་ཏེ་དེ་ནས་ཁོང་ན་ཡ་ཐོག་བྱོས་ཁོང་ན་ཚོང་དང་བྱས་ཟེར་ལབ་དེ་ནས་དེར་ཁོང་ནང་ཚོང་བཏང་ཏེ་དེ་ནས་ཁོ་ཨ་ཁུ་ཨ་ནེ་གཉིས་ས་ཡང་མ་རྒྱུ་ཆེན་མོ་རྒྱུ་སྐྱག་དེ་ནས།

འབྲུག་ལོ་སྟོང་དང་རེ་བའི་ཚེས་ཉེར་ལྔ་དེ་ནས་སྐར་མ་བརྒྱད་ལ་བབས་ས་ནས་ཁོང་དམ་སྐམ་ནས་འཇིགས་པ་དེ་ནི་ལྟ་བ་གཅིག་དེ་ནི་མ་ཡུམ་མེད་མི་ཞིག་གི་ལོ་ཡི་གེ་ཞིག་བཀག་རྒྱ་གང་ལྟར་ཡབ་ས་ད་ཡབ་ཐར་ཡང་བཞུགས་ཏེ་འདུག་བསམ།

བུ་སྐྱེས་ཏེ་འདུག་ཟེར་བུ་མ་གོ་སྟེ་ཐོ་ས་ཅིག། དེ་ནས་སྲིད་མ་དགའ་བ་ཞིག་སྐྱེས་སོ་བཟང་བདག་ཉིད་བུ་ཡི་མིང་ཨང་ཐོ་ས་པ་ག་ད་ག་སྐྱེས་ཟེར་ན་ང་རང་ཨོ། བུ་སྐྱེས་ཏེ་འདུག་ཟེར་ཏེ་ང་ཚོ་ར་ཅིག་མ་སྲིད་མ་དགའ་བ་དང་སྐྱེས་བུ་ཡོངས་སུ་དེད་སོང་བ་བཟང་ཁྱེད་མི་ཁོའི་མིང་ཨང་དེ་ནས་ཐོ་ས་པ་ག་ད་ག་ཟེར་ཏེ། སོགས་ཀྱིས་བརྒྱབ་ནས་ད་ཁོང་ལོག་སྟེ་ཡུལ་ལ་སླེབས་དེ་ནས་ཁོང་རྗེས་སུ་མི་ལ་རེས་པའི་མཚན་ལ་དེ་ནས་ཐོས་པ་དགའ་ཟེར་གྱིས་བཏགས་དེ་ནས་མྱུར་བའི་ནང་དག་ཐོས་པ་དགའ་ཟེར་གྱིས་བཏགས་རྗེས་སུ་མ་རྒྱ་ལ་སོང་སྟེ་རག་ཅེས་ཟེར་ན་ཁོས་སྐད་མ་སྙན་པོ་རག་ཁོས་སྐད་སྙན་པོ་ངང་ནས་ང་ཞིག་འཚོལ་རོགས་ཅིག་མ་སེམས་ན་ད་དུ་ལང་དགའ་མོ་ཞིག་ཡོད་ཨང་རག་དེ་སོང་པ་སོང་ཐོས་པ་དགའ་ཟེར་གྱིས་མ་རྒྱ་ལ་སོང་དོགས་ཟེར་ཏེ་རྩལ་བཙུགས་མི་ཚང་མས།

དེ་ནས་གོ་ཟེ་ནམ་མ་ནི་ཁྲེ་པོ་དེ་ཚོ་ཞིག་མ་ནི་གོ་འབྱེད་མེད། འོ་སྔར་ལ་དང་གསེར་རི་གཡུ་རལ། གསེར་གཡུ་ཡི་རལ་པ་གཉིས་ལེ་བ་ཡོད་ན་ཡང་སྟེང་ནས་དེ་ནི་ཤིག་གི་རལ་པ་གཉིས་ལེ་བ་དེ་ཚོ་ཞིག་སོང་སོང་ཙག། འོ་ད་དེ་སོང་པ་སོང་ཁོང་རང་ནི་འདུག་པོ་ཀྱང་ཀྱང་མ་ནི་ཅང་མ་མྱོང་གན་ཅི་འདུག། དེ་སོང་པ་སོང། དེ་ནས་ད་ཨ་མ་ཁོང་དེ་ནི་ཁོང་རང་དེ་ནི་ཨ་ཕའམ་མ་འོ་ནི

སྔགས་མི་དག་གིས་ལ་ལངས་ཏེ་ཟས་བཙུག། འོ་དག་ང་ལ། ཡབ་མི་ལ་ཤེས་རབ་བརྒྱ་ཙམ་དེ་ནས་སྐུ་གཤེགས་ས་ནས་ཉིན་ཞག་བཅོ་ལྔ་ནས་དག། ངོ་བོ་ནོར་བུ་ནང་ཤར་ལོགས་ཏེ་ས་ལ་འཛག་བཅས་བཞུགས་ན། དེ་ནས་དག་ཉིན་དྲུག་གམ། དག་ལོ་ཆེན་མོ་སོང་དག་མཛེ་སྲས་དང་ཁོ་གཉིས་ཀ། ཁྱིམ་སོང་ཟིན་རན་སོང། དེ་སོང་པ་དང་དག།

དེ་ནས་ཨ་ཟོ་ཀོ་ཨ་མ་ཨ་མ་བུ་མོ་གཉིས་ཀ་ཨ་ཅང་ཟེར་ཟླ་དེ་དང་ཨ་ཅང་ཡང་དེ་ནས་གཙང་ཁར་འགྱུར་མ་བཅུག་ག་དེ་ཧྲག་དེ་ནས་ཧྲིག་མོ་ཧྲིག་མོ་དེ་དེ་ནས་ཁོ་གཞན་མའི་ནང་ལ་གཡོག་མོ་ཚོ་ལ་འགྱུར་ཏེ་དེ་ཚོ་ཁྱེད་རང་ད་གང་ལྟར་ཅི་ཐུབ་གང་ཐུབ་བྱོས་ན་ཡང་དེ་ནས་ཁོང་སྡུག་པོ་ཞིག་མ་ནི་གང་ལྟར་མ་ཉོག་ག་ནི་བྱེད་དོ། ད་དེའི་རྣམ་ཐར་སོང་ཟེར་ནས་དེ་ནས་མ་ནི་ཚང་མ་དེ་ག་ཉན་ག་རྣམ་ཐར་ཉན་ག་ཚང་མ།

དམིགས་བསལ་ལ་དེ་ནས་ཡང་ཆག་ཆག་མང་པོ་བླུག་གོ་ནོ་ཅེས་འདུག་དེ་སོང་པ་སོང་དེ་ནས་ཁོང་སློབ་དཔོན་དཔོན་སློབ་གཉིས་ཀས་མ་ནི་ར་ཟི་ཟི་གང་ལྟར་སྐྱེམས་འདོན་ཟེར་ག་ནི་ཅེས་འདུག་དེ་སོང་པ་སོང་གཉིས་ཀ་ར་ཟི། དེ་ནས་གཉིས་ཀ་ར་ཟིས་པ་སོང་དེ་ནས་ད་ཧ་མི་ཅེས་ག་ད་སློབ་དཔོན་ནས་སོང་འདུག་ད་ཁྱོད་རང་ཐུ་སྦ་ག་ཁྱོད་རང་ད་ངའི་ཡི་གེ་མ་དབོན་འཁུར་ཏེ་སྔོན་ལ་སོང་ང་སྟེང་ནས་ཀུ་ལེ་ཀུ་ལེ་ཨང་ཅེས་འདུག་དེ་ནས་ཁོང་ཡང།

ཁྲོ་བོའི་གསང། གདུག་པ་ཞིག། ང་ཤ་ཨ་མ་ཁྲོ་བོའི་གསང། སྡུག་བསྔལ་ཆེ་བ་ཞིག་ཨི་ས་ཏིང། འཛམ་བུ་གླིང་ཡི་ག་སུའང་མི་བཀྱག། དེ་གསུངས་པ་དང་ཁོ་ད་ག་ནས་མ་འགྲོ་བསམ་ཀྱག་ཡིན་ནའང་ད་ཅིག་ལྟ། ཆ་རྒྱལ་བསམ་སྟེ་ཨ་མ་ལྟ་ཡོང་ཟེར་ན་ཅི་ལྟ། ཨ་མ་ལྟ་ཡོང་ཅིག་དེ་ནི་ཅི། ལུས་དེ་གང་པོ་རྗེ་བཙུན་མི་ལ་ཡིན་ཁོང་ལ་ཡིན་པ། ཞེས་པ་བསམ་དེ་ན་ཨ་མ་ཧ་ལ།

ཡུལ་ནང་ཉེ་དེ་བཅོན། ཨ་མ། ཁྱོད་རང་ཐུགས་དམ་སྡུག་བསྔལ་མ་བྱོས་ཨོ་ཟེར་བྱ། ཨ་མ། དེ་ནས་ཨ་མས་ཟེར་ཚུལ་ལྟར་ང་ང་ཉིད་འདོད་པ་དང་ཁྱོད་རང་དེ་ནས་སྟེང་དུ་བེར་གྱོན་འོག་ཏུ་རྟ་བཞོན། ཨི་དགྲ་བོ་འདི་ཨ་མ་ནི། ཨི་དགྲ་བོ་ནི། བཟང་དེ་ནས་ལྷག་ས་ཅིག་འདོད་པ་དེ་སུ་ཞིག་རག་པ་ཡིན་ན་ཡང། འོ་ད་དེ་སུ་ཞིག་དང་ཅང་ཧོང་ཆེ་ཟིག་མི་འདུག་ང་དང། ཡིན་ན་ཡང་ད་ང་དང་ཁོ་བ་ན་ཅིག། ང་ཅིག། བརྗོད་ན། ཁོང་རྣམས་ཀྱིས་ངན་པ་ཞིག་བརྗོད་ན་བརྗོད་ཐུབ་ཀྱིན་འདུག་དེ་སོང་བ་སོང་ད་ཁྱོད་རང་ཐུགས་ཐག་ཚེར་གསུམ་ཞིག་གང་ཐབས་ཐུགས་ཞིག་རྒྱག་ལ་ཞིག་ལབ་དེ་དེ་ནས་ཨ་ཁུ་དང་ཨ་ནེ་ཙོ་ཙོ་དེ་ནས་ང་ད་འདུག་པོ་ད་ག་ནས་ཡོད་མི་ཁྱིམ་མཚེས་ཚང་མ་རྩ་བ་དགུ་བརྒྱུད་ནས་རབ་ཆད་པ་ཞིག་ཁྱོད་རང་ཐུགས་དང་ཟེར་བྱོས་སོ་དེ་ཚོ་ཞིག་འོང་ཆེད་དུ་ཨ་ལྟོ་ཟེར་ཞག་ག་མེད་དེ་ནས་ཁོང་ཡང་འོ་ཁྲིག་ར་ག་མ་ཉང་དུ་ཞོང་ཆེན་རྡོ་གཉིས་རྟ་བཙུན་དྲུག་བྱོན་ནས་ཨ་མ་རང་ད་ང་ཅི་ལོ་བླ་མ་འབུལ་བྱེད་ཟེར་དེ་ནས་ད་ཐུགས་ལོབས་པ་བྱ་ཟེར་ད་བླ་མ་ཡང་འབུལ་བ་དགོས་པ་དེ་སོང་པ་སོང་དེ་བླ་མ་འབུལ་བ་དང་དེ་ནས་ང་རང་རྒྱག་རྫོགས་ཅི་ཐུབ་ནང་ཨ་མ་རང་ད་གྲབས་ཤིག་མཛད་དེ་ནས་ངས་ད་ཆ་ཆེ་བྱོན་ཟེར་དེ་ག་ཨ་མ་ཐུགས་རྗེ་སྐྱ། དེ་ནས་ཨ་མའི་ཨང་དེ་ནི་ད་ཐུགས་སློབ་སྤྱི་ཟེར་ད། ཆ་རྐྱེན་གཙོ་ཡོད་པས་དེ་ནི་ཁོང་རང་ཡང་ཡོད་ད་ནི་བཞིན། དྲེལ་བུ་དང་ཅུང་ཟད་ག་ནི་བཞིན་ཕེབས་ཏེ་བཙོང་སྟེ་དེ་ནི་དེ་ཕེབས་བཙོང་ག་ནི་རིན་ལ། གཡུ་དཀར་ཆེན་འོ་ཁྲོ་ཟེར་ག་ནི་གཡུ་བརྒྱ་ལ་གཅིག་དང། དེ་ནི་རྟ་དཀར་པོ། སེང་གེ་ཧྲབ་མེད་ཟེར་ག་ནི་མ་ནི་རྟ་བརྒྱ་ལ་གཅིག། ཡུལ་དེ་ན།

རྡོ་རྗེ། ང་དང་ཨ་མ་ཕྲུག་བཟང། རྡོ་རྗེ་མི་རྒྱག་དེ་སོང་བ་ཟ་ང་དང་ཨ་མ་ཕྲུག་གིས་ལ་སྐོར་ལ་ཁྱོད་རང་བསམ་བློ་བཏང་སྟེ་དེ་ནས་ཡུལ་དུ་མ་ནས་ཐུག་ཡིན་སྟག་རྒྱ་ལ་ཐོན་ཐོན་པ་ཞིག་བཅོས་ཏེ་ཞོག་ཟེར་ཚུགས། རྡ་ས་ཁྱེད་མཛའ་བོ་ངོས་ནས་ཐུག་དང་ཁྱོད་རང་ཡང་ཐུག་སྟེ་འདྲ་བྱེད་སེམས་མེད་ཀྱ་ཟེར་ཚུགས་བཙོག་མ་རོགས་ཁྱེད་ཟེར་ན་ཁོང་ནི

བདུད་གཟུགས་ཟེར་ཏེ་དེ་ནི་གང་ལྟར་ད་ཁོ་བོ་ཨ་མ་ཕྲུག་གུ་སོ་སོ་སོ་སོ་སོང་ཁ་ནི་ཅིག་ད་ཁོང་ནི་ཁོ་རང་ད་དབུས་གཙང་ཕྱོགས་སོང་ཨ་མ་དེ་ག་ཚད་འདོད་ཁ་ནི་ཅིག་ད་ཁོང་ནི་ཐུང་ཐུང་ཚུགས་པ་ཨ་མ་ད་དེ་འདུག་བ་ཅི་ད་ད་ཅི་ཟེར་ན་ཨ་མ་ཁོ་རང་བུ་གཅིག་མ་ནི་མེད་པ་བཟང་མ་ནི་སེམས་ཆགས་ཏེ་དེ་ནི་ཁོང་ཇི་སྲིད་མེད་ལ་ཁོང་ཡང་མ་ནི་དེ་ཟ་ནི་སེམས་དམར་ཧྲ་འདྲེ་ཨ་མ་ཆགས་ཏེ།

དང་དེ་ནས་ད་ཅི་བྱ་ལ་བ་ལ་ཅི་ཡོད་ན་དེ་ཀུན་བཙོང། བཙོང་བ་སང་ཁོ་ང་ནི་གསེར་མང་པོ་ཐོབ་ག་འཇིག་གདབ། དེའི་གསེར་ཀུན་འཁོར་དེ་ནས་འཁོར་ཏེ། གཙང་པོ་བཀལ་ཏེ་དེ་ནས་ད་ལ་འུ་ཚང་ཆོ་ག། འབེབས་རྒྱག་དེ་ནས་འབེབས་ཅིག། ཐུན་ལུགས། ཐུན་ལུགས་ར་ཁ་ཟེར་ཟེར་ཡང་ས་སྐྱ་ཞིག་སླེབ་པ་ཅིག། དེ་ནས་ཡང་གྲྭ་བ་མང་པོ་དེ་ཀུན་ཐུག་ག་འཇིག་གདབ། གྲྭ་བ་མང་པོ་ཐུག་པ་སང་དེ་ནས་ཁོ་ང་ན་ད།

ཁོང་རྣམས་ད་ལྟའི་བླ་མ་གཡུང་དྲུང་ཁྲོ་རྒྱལ་ས་ཆེན་མཛད་དེ་ཚང་མ་ཁ་འཆམ་སྟེ་བླ་མ་གཡུང་དྲུང་ཁྲོ་རྒྱལ་ས་ཁོང་བཞུགས་ས་དེ་ནས་ཅི་ལོ་ཡར་ལུང་སྐྱོ་པོ་གྲོང་ཟེར་སར་སོང་སོང། དེ་ནས་ད་དེ་རུ་བླ་མ་མཇལ། དེ་ནས་ད་བླ་མ་མཇལ་ལ་ཅིག་དེ་ནས་བླ་མ་མཇལ་ས་ནས་སྒོ་མང་བླ་མ་མཇལ་ས་ནས་ད་ཕྱག་རྟེན་རྫོགས་སྤུངས་རྒྱག་པ་ད་ཁོང། གྲོགས། ཉལ་ཐོ། མཛའ་བོ་ལ་ནི་མ་ཆགས་ཏེ་སྣ་རེ་རེའི་རྫོགས་རི་མོ་ནི་སྤུར་གྱི་མི་ནུབ་བཟའ་ཚབ། དེ་ནི་ཁོང། ཁོང་ལ་ཡོད་སྐད་ན་མ་ལ་གསེར་རུ་ཡོད་ཚབ། དེ་འདྲ་རྫོགས་པ་གཡུ། ཅི་ཚང་བ་ཚང་མ་འཕུར་ཏེ། ཡིད་མ་ཡིན་པ་ངའི་ལུས་ངག་ཡིད་སོང་བའི་ཉིན་རང་འབུར་ལ། དེ་ང་ལ་ནི་དེ་ནི་ཡུལ་མི་ངོ་ན་མ་ཡུལ་མི་ཁྱིམ་མཚེས་ཨ་ཁུ་ཨ་ནེ་ངོ་ན་མ་སྡུག་པོ་དང། ད་ཁོ་ངོ་ན་ཅིག། ལམ་དུ་ལོག་ཐུབ་ཅི་ཞིག་ཐུབ།

ཁ་པོ་ཡོད་པའི་མན་ངག། ཨོ། དེ་ཚོས་སྣ་རལ་རྫོགས་བྱེད་མ་ནི། ཐུར་མ་དྲག་པོ་ཞིག་མ་ལགས་ཀྱང་ཐ་དད་དང་ཡང་གཅིག་གདམས་ངག་ཉམས་ལེན་གྱི་ལོ་ཕྱག་ལེན། ཆོ་ག་ཕྱག་ལེན་རྫོགས་དེ་ཚོ་ག་ཅིག་བསླབས་ཏེ་ད་གང་ལྟར་ལོ་གཅིག་རྫོགས་ཤིག་ཁོང་དེ་ག་བུ་རྒྱག། དེ་ལོ་གཅིག་ཙམ་སོང་ཆ་གཅིག་དེ་ནི་ད་ཁོང་ཡི་མཛའ་བོ་ནི་ད་ལོག་དེ་ཆ་གཅིག་བྱས་ཀྱི་འདུག་ལོག་ཟེར་ད། ཆ་གཅིག་བྱས་ཀྱི་འདུག་དེ་ནི། དེའི་བྱ་བྱེད་སྤྱད་ཅིག་དེ་ནི་བླ་མའི་ཡང་དེ་ནི་ཨུ་ཙ་ཡཱ་དཱ་རཱས་བརྒྱད་ལ་ཟེར་དེ་ནི་ཆུ་སྐ་ནས་གོ་སོ་དེ་ཚོ་རེ་རེ་བཙེམ་སྟེ་ས་ལ་བསྐྱལ་འདུག་བླ་མའང་དེ་ནི་ད་རྗེ་བཙུན་མི་ལ་ཁོང་ནི་མ་ནི་ཅིག་ད་བླ་མའི་སར་ཁ་ནས་ཐུག་དེ་མ་ནི་ཡིད་ཆེས་ཤིག་མ་སླེབས་ད་དེའི་ཐུག་དེ་ཚོ་ད་ཅང་ཡུལ་ལ་བཅག་ཏག་དོན་ཅི་ཞིག་ཀྱང་མིན་ནོ། གདོང་སྐྱ། ད་དུས་ཡོད་རྟགས་མ་ཐོན་ན་དེ་ནི་ཡུལ་ལ་ལོག་སྟེ་བྱ་ནི་ནི་དེ་ནི་ཨ་མའི་ཨ་མ་ངའི་དོན་ལ་རང་བཞིན་རང་བཞིན་རྒྱབ་ཅེས་ཟེར་ན་དེ་སོང་པ་སང་ད་ལོག་ཏུ་ཆགས་ཀྱང་རྒྱབ་བྱེད་མི་འདུག་སང་རྒྱབ་དེ་གྲོགས་པོ་ནས་ཟེར་སོང་ད་ཁྱོད་རང་ལོག་ཏུ་ཆགས་མེད་ར་ཟེར་ཚུགས་འོ་ང་ལོག་ཏུ་ཆགས་ཅེས་ཟེར་པས་ཐུགས་མ་ལབ་པ་སང་དེ་ལོག་ཏུ་ཅི་བྱེད་ཟེར་རྒྱབ། དེ་ནི་ཁོང་གིས་བཟོས་ཟིན་ད་ཐུག་ང་དང་རང་ཡང་བརྩོན་འགྲུས་མེད་ཟིན་ན་ནི་བསྙེན་པ་དེ་ཚོ་བཏང་མེད་ཟིན་ན་ནི་ད་བླ་མའི་སར་ཁ་ནས་ཟླ་བ་ཡིན་ན་ཁོ་རྒྱ་ལ་འདུག་པ་ཟབ་མོ་འདུག་པ། ད་བླ་མ་ཁོང་རང་ཡིད་ཟིན་ཡིད་བཟང་ལྷག་ས་ཅིག་མེད་ཟེར་དེ་སོང་རག་པ་དེ་སོང་པོ་སང་ད་ང་ཅག་ནི་ཁོ་ཡར་འགྲོ་ལྡོག་ཆོད་ཐེ་ཚོམ་ཆོད་ད་ང་ཅག་ནི་ལོག་དེ་ཆགས་དེ་ནི་ཁྱོད་རང

འདིས་དེ་ནས་སེམས་ཅན་ཐམས་ཅད་ཀྱི་དོན་དུ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པའི་ཆེད་དུ་བསྔོ་བསམ་དེ་འོ་ཐོག་ཙམ་ཞིག་ས་ལ་བརྫབ། བརྗོད།